རྣམ་པ་ཚོ་ལ་བཀྲ་ཤིས་བདེ་ལེགས། ཤེར་རྩིས་ཟེར་ན་ག་འདྲ་རེད་ལབ་ནས་དྲི་བ་བཏང་མཁན་ཞིག་བྱུང་སོང་དེ་ལ་ངས་རྣམ་པ་ཚོ་ལ་འགྲེལ་བཤད་ཞུ་གི་ཡོད། ཤེར་རྩིས་ཟེར་ཡ་དེ་གང་རང་ཚོའི་རྩིས་རྣམ་པ་བཞི་ཀ་ལ་ཤེར་རྩིས་སོ་སོ་སོ་ཡོད་རེད་སྡོམ་རྩིས་ལ་ཤེར་རྩིས་ཡོད་རེད་བསྟན་རྩིས་ལ་ཤེར་རྩིས་ཡོད་རེད་སྒོ་རྩིས་ལ་ཤེར་རྩིས་ཡོད་རེད་སྒྱུར་རྩིས་ལ་ཤེར་རྩིས་ཡོད་རེད་རྩིས་བཞི་ཀ་ལ་ལ་ཡང་ཤེར་རྩིས་ཡོད་རེད་རྩིས་བཞི་ཀ་ལ་ལ་ཤེར་རྩིས་བྱེད་སྟངས་ཡང་མ་འདྲ་མ་འདྲ་ཡོད་རེད་ལས་སླ་བོ་ཞེ་དྲག་རེད། ད་དེ་རིང་ང་ཚོས་ཞུ་ཡག་དེ་སྡོམ་རྩིས་ཀྱི་གཤེར་རྩིས་སྐོར་དེ་ལབ་ཡག་ཡིན། དེ་ལ་བརྟེན་ནས་འཐེན་རྩིས་ཀྱི་གཤེར་རྩིས་དང་སྒྱུར་རྩིས་ཀྱི་གཤེར་རྩིས་དུ་འཛོལ་ཡང་ལས་སླ་བོ་བྱས་ནས་རྗེས་མ་ཤེས་ཡང་འཐབ་བཞིན་ཡོད་རེད། སྡོམ་རྩིས་ཀྱི་གཤེར་རྩིས་བསླབ་དུས་སྐབས་སུ་དང་པོ་ང་ཚོས་སྡོམ་རྩིས་འདི་འདྲ་ཞིག་བསྐུར་ཡོད་ན་དྲུག་ཅུ་རེ་བདུན་ལ་སུམ་ཅུ་སོ་གཅིག་སྡོམ་ཟེར་ཡག་ཅིག་བསྐུར་ཡོད་པ་ཡིན་ན་ཨ་ནི་ང་ཚོས་འདི་འདྲ་བྱས་ནས། དྲུག་ཅུ་རེ་བདུན་ཁྲི་སུམ་ཅུ་སོ་གཅིག་ཁྲིའི་འོག་ལ་བྲིས་ནས་བདུན་སྒང་ལ་གཅིག་བསྡོམས་ན་བརྒྱད་རེད། ཨ་ནེ་དྲོད་སྒང་ལ་གསུམ་འདུག་ན་དགོས་རེད་ལབ་ནས་ད་ང་ཚོ་ལ་འདི་རེད་ཅིག་གླེ་བར་ད་ང་ཚོ་ལ་ག་རག་ཡོད་རེད་དགུ་བཅུ་གོ་བརྒྱད་རག་ཡོད་རེད་བ། ད་ད་འདི་འགྲིག་འདུག་མི་འདུག་འགྲིག་འདུག་མི་འདུག་ཟེར་བརྟག་དཔྱད་བྱེད་པའི་སྐབས་སུ་བཤེར་རྩིས་ལ་ཡ་དེ་ད་ལས་ཀི་ཡོད་རེད་བཤེར་རྩིས་ལབ་དུས་ཚང་མ་དེ་ལ་བོར་ད་བཤེར་རྩིས་ལབ་ན། བཤེར་རྩིས་ལབ་ན་རྩིས་ཀྱི་རྒྱབ་སྐྱོར་དེ་འགྲིག་འདུག་མི་འདུག་བརྟག་དཔྱད་བྱེད་ཡ་གི་རྩིས་གཞན་དག་ཅིག་གི་མིང་ལ་ལབ་ཀི་ཡོད་རེད།

འདི་འཐེན་ནས་འགྲིག་གི་རེད་འདི་འཐེན་ན་འགྲིག་གི་རེད། ད་ནི་ང་ཚོས་འདི་འཐེན་བྱ་ཡིན། གང་ཡིན་ཟེར་ན་ཁོ་རང་འགྲམ་ལ་ཡོད་པ་དེ་ཆུ་རེད་ཟེར་བ་ད་འདི་ཨང་ཀི་དེ་སླེབས་དགོས་ཡོད་རེད་འདི་འཐེན་ན་འདི་སླེབས་དགོས་ཡོད་རེད་འདི་འཐེན་ན་འདི་སླེབས་དགོས་ཡོད་རེད་སླེབས་སོང་ན་འགྲིག་བ་རེད་ང་བ་དེར། མ་སླེབས་ན་ནོར་བ་རེད་ཡང་མིན་ན་འདི་ནས་ནོར་ཡོད་རེད་ཡང་མིན་ན་ཤེར་རྩིས་རྒྱབ་ས་ཁོ་རང་ནས་ནོར་ཡོད་ཡོད་པ་ཡང་སྲིད་པ་རེད། བྱས་ཏེ་ཚན་པ་དགུ་བཅུ་གོ་བརྒྱད་ནས་སུམ་ཅུ་སོ་གཅིག་འཐེན་པ་རེད་ད་ང་ཅོག་ཅོག་བྱ་རོགས་འདུག་དེ་བརྒྱད་ནས་གཅིག་འཐེན་ན་བདུན་རེད། ཞེས་ཏེ་ས་དྲུག་ཤེས་རབ་དོན་ལ་བསྡུས་ཙམ་པ་བདུན་འདི་ལས་ཀྱི་བསྡུ་བ་དང་འགྲིག་ཡོང་གི་ཡོད་པའི་རྟགས་རེད། དེ་ནི་དགུ་ནི་གསུམ་འཐེན་ན་དྲུག་རེད་བ། དགུ་ནི་གསུམ་འཐེན་ན་དྲུག་རེད་ཞེས་ཏེ་ཙམ་པ། དྲུག་ཤེས་རབ་དོན་སླེ་སོང། ད་དྲུག་ཤེས་རབ་དོན་སླེ་བ་དེ་གི་འདི་འཐེན་ཚིག་བརྒྱབ་ནས་འདི་སླེ་བ་དེ་གི་ང་ཚོ་ག་རེ་ཧ་གོ་བ་རེད། དགུ་བཅུ་གོ་བརྒྱད་དེ་འགྲིག་བ་ཡིན་པ་ཧ་གོ་བ་རེད་ད། འགྲིག་བ་རེད་པ་ཧ་གོ་བ་རེད། ཞེས་ཏེ་ཙམ་པ་ད་ལན་པ་བྲིས་ཡ་རེད། འདིའི་སྐབས་སུ་རྣམ་པ་གཙོ་བོའི་ནོར་འཁྲུལ་མགོ་འཁྲུགས་ཡག་དང་དེ་འདྲའི་ཅི་གར་ཡོང་གི་ཡོད་རེད་ཟེར་ཉམས་མྱོང་གི་ཐོག་ནས་ཞུ་འོས་ཡིན་ན། རྣམ་པ་གཙོ་བོའི་བཤེར་རྩིས་རྒྱབ་སྐྱོར་དེ་དྲུག་ཅུ་རེབ་དོན་འདི་འདི་ལ་བྲིས་ཡག་གི། གར་སོང་བར་ཉེན་ཁ་དེ་འདྲའི་ཡོང་གི་ཡོད་རེད་དྲུག་ཅུ་རེབ་དོན་འདི་བྲིས་ལ་བྲིས་ཤོར་ཡག་དེ་དེ་འདྲའི་ཡོང་གི་ཡོད་རེད་དེ་མ་མང་པོ་བོ་དེ་བྱེད་ཡག་མ་རེད། དྲུག་ཅུ་རེབ་དོན་དེ་ལ་བྲིས་ཡག་མ་རེད། ང་ཚོ་འདི་དྲུག་ཅུ་རེབ་དོན་འདི་འགྲིག་གི་འདུག་མི་འདུག་བལྟ་ཡག་བརྟག་དཔྱད་བྱེད་ཡག་ཐབས་ཤེས་ཤིག་རེད་རྩིས་དངོས་གནས་དེ་འདི་རེད་བ། དགུ་བཅུ་གོ་བརྒྱད་དེ་རེད་བ།

འོ་དེ་འདྲའི་བྱས་ནས་སྡོམ་ཚིག་བཤད་ཚེ་དེ་འདྲའི་བྱས་ནས་བརྒྱབ་ཡ་རེད། ཨ་འཐེན་ཚིག་བཤད་ཚེ་ཡང་དེ་འདྲའི་བྱས་ནས་ཡང་བརྒྱབ་སྟངས་ད་ག་རང་བྱེད་སྟངས་འདྲ་བོ་རེད་ཡིན་ན་ཡང་འཐེན་ཚིག་ཡིན་དུས་བརྩམས་པ་འདས་ལ་བཤད་ཚིག་བརྒྱབ་པའི་སྐབས་སུ་སྡོམ་ཚིག་རྒྱག་དགོས་ཀྱི་ཡོད་རེད་ད་དེའི་སྐོར་དེ་རྗེས་ལ་ཤོད་ཆོག་གོ་རེད་ད་ལྟ་གནས་སྐབས་དེ་ཙམ་ཞིག་ཡིན།